ཡ་དྲི་ཞི་ལེ་ཚང་མ་ལོ་ལ་ཨ་ནི་ད་ང་རང་ཚོ་སྤྱི་ཚོགས་དྲ་རྒྱ་ནང་ལོ་ལ་ས་ག་ཟླ་བ་གི་སྐབས་དེ་བ་ལ་ཨ་ནི་དགོན་པའི་ཁ་ནས་ཡིན་པས་གི་སྐད་ཆ་ད་རྒན་ལར་རྒན་དེ་འདྲ་ལ་ཨ་ནི་ཁ་མ་རྒྱབ་ཆུ་ནི་དངོས་གནས་སྡིག་པ་དངོས་གནས་རེད་ད་ང་རང་ཚོ་བོད་མི་རིགས་འདི་འཛོགས་ཚར་འདུག་ད་ཨུ་ད་ང་ཚོ་ཁམས་པའི་མི་རིགས་བཞུགས་སྒར་ཡིན་ལ་ངས་དེ་ཚོ་ཡིན་ན་རེད་བོད་མི་རིགས་ལ་ངས་ཡིན་ན་རེད་ཚང་མ་འཛོ་ས་འདུག་ག་ཅིན་ལ་བས་ན་ད་འོ་ནས་བླ་མ་བླ་ཆེན་དེ་ཚོ་ད་མཁན་པོ་ཡིན་པས་སོ་ར་ཨ་ནི་རིན་པོ་ཆེ་ཡིན་པས་སོ་ར་དེ་ཚོ་ཨ་ནས་ཁ་གྲགས་བཅུག་ནས་དབུ་མའི་ལམ་ལ་ཁ་བཏང་བཅུག་དེ་ག་ལ་ང་རང་ཚོ། ནང་པ་སངས་རྒྱས་བསྟན་པ་བཅོམ་ལྡན་འདས་ཀྱིས་ཨ་ནི། རྗེས་འཇུག་ཡིན་པ་འདི་མཇལ་འགྲོ་གི་ཡོད་ས་རེད་ཨ་ནི། དབུ་མའི་ལམ་གྱི་ལྟ་བ་ངོ་མ་ཤེས་ནས་ཨ་ནི། དབུ་མའི་ལམ་ལ་ད། གོ་བ་ལོག་པ་ཅིག་སྤེལ་ནས་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་མི་རྒན་པ་དང་སྐད་གྲགས་ཐུག་ལག་མ་ཐུག་ལག་སྐད། དོན་ལག་མ་དོན་ལག་དེ་འདྲའི་ཅིག་གི་བཤད་བཅུག་འདི་གང་ལ་ཧ་ལས་པའི་སྡིག་པ་ཆེན་པོ་རེད་ཟེར་ཨ་བུ་སོ་ཨ་དེས་ས་ག་ཟླ་བའི་ཉིན་མོ་འདི་ལ།

ཨ་ད་དུས་ནས་ཞུ་བ་ག་ཅིག་འཇོན་ཡིན་དོང་དོང་བྱས་ཡོད་ཡ་དེ་དོན་ཧ་ལས་པ་རེད་ད། ཕ་གི་ཕ་ཡུལ་ནང་ལོག་གི་གནས་སྟངས་འདྲ་བོ་ཅིག་ཡིན་པ་ན་སྐབས་རེ་སྐབས་རེ་ཨ་ནི་ཁར་ས་ད་ང་རང་ཚོ་རུམ་པ་ཆེ་ཁར་ས་དེ། ད་ཁ་ལེགས་རེད། ཐུབ་བསྟན་ཆོས་གླིང་གི་ཐུབ་བསྟན་ཆོས་གླིང་གི་ཨ་ནི་དགོན་པ་ལ་བེད་སྤྱོད་བཏང་བའི་སོགས་ལ་ཁ་སྐབས་རེ་སྐབས་རེ་ཤ་བ་རིག་ཤ་བ་ར་བ་ས་གར་ས་ཅིག་ས་ནས་ཨ་ནི་དགོན་པ་ལ་ད་ཁྲིམས་ཐོག་ལ་གཏུག་གི་རེད་ལས་དེ་ད་དགོན་པ་གི་ཁྲིམས་ཐོག་ལ་བབས་ཡོང་ཡ་གི་དུས་ཚོད་ལ་བབས་སོང་ན་ད་དམག་ཐང་ལ་བབས་གི་རེད་ལ་འོ་རོ་ཨ་ཁོ་རང་གི་ཁ་ནི་ལ་ཡ་ལ་གི་འདུག་ད་དགོན་པ་གི་གྲྭ་པ་དེ་ཚོ་དམག་ཐང་ལ་བབས་ཡོང་ཡ་གི་དུས་ཚོད་ཅིག་སླེབས་སོང་ན་ཨ་ནི་ང་རང་ཚོ་བོད་མི་རིགས་འདི་ཚོ

བདེན་པ། ཨུ་ཚུགས་ཀྱི་ངག་ནི་ཁྱེད་རང་ཚོ་བདེན་པ་ར་བདེན་པ་གང་ལ་ར་སྤྲོད་བྱེད་ཀྱི་ཡིན་པ་ཡིན་ན། དྲང་པོ་དྲང་ཤ་ཅིག་བཤད་ཕོད་ཡག་གི། ག་ལོག་རེད། ཇུས་གོག་དེ་གོ་གོས་འོར་ད། བོད་མི་རིགས་ལ་རིན་ཐང་མི་འདུག་ལབ་དགོས་རྒྱུ་མཚན་དེ་རེད། ཁྱོད་རང་ཚོ། ཨ། འདས་པའི་གི་ལོ་འདི་ནང་ལོགས་ལ། ང། གི་གོས་ཚོས་སྤྱི་ཚོགས་ནང་ལོགས་ལ་བཤད་པ་ཡིན། ད་ག་ནང་ཞིག་གི་ཡོད་དུས་ཀྱི་སྐབས་ལས། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ། དྲང་པོ་དྲང་ཤག་ཅིག་བཤད་ནས་དངོས་གནས་ང་རང་གི་འོས་བསྡུ་གང་ལས་ལངས་པ་ཡིན་ད་ང་ཁ་བསུབ་ཡ་ཆེད་དུ་ཁྱོད་རང་ཚོ་གི་ཕ་སྐད་ནས། བླ་བྲང་དང་གྲྭ་ཚང་དང་གྲྭ་པ་དང་གང་ག་ཡ་བླངས། ཨུན། ཨ་ནི་སྐབས་རེ་སྐབས་རེའི་ཆོ་ག་ཡིན་པས་སོ་ར་སྐབས་རེ་ཆོས་ལུགས་ལ་དགག་པ་རྒྱག་རྟེན་འགྱངས་ཡིན་པས་སོ་ར་བྱེད་ནས་ཨ་ནི་ཆོ་ག་དང་ཆོས་ལུགས་གང་གཱ་དཀྲུག་དཀྲུག་བཏང་དབུས་འོས་བསྡུ་ལྷན་ཁང་གིས་ཆོ་ག་དང་ཆོས་ལུགས་གང་གཱ་ཨ། ཐུག་པ་བག་ཏུ་ན་ཤི་ཉི་ཤུ་དགུ་གི་ཐུག་པ་བག་ཏུ་ན་ཤི་བཀོད་ཡོད་རེད་དེ་ག་ན་ལ་ཁྱོད་རང་ཚོ་དེ་ནང་འགྲེལ་ལོག་རྒྱབ་པ་མ་ཟད་ད་ད་ད་ད་མ་དེ་ལ་དགོན་པ་ཁག་ལ་ཨ་ནི།

མ་ཕྱི་གཏན་གྱི་རྒྱ་ནས་བཏབ་པ་ཡིན་ན་སྐབས་བཅུ་བདུན་སྐབས་ལ་སྲིད་སྐྱོང་སྤེན་པ་ཚེ་རིང་གི་བཀའ་བློན་བླངས་དགོས་ལ་འདི་གང་ལ་གྲོས་ཚོགས་ནང་ལ་བཀའ་བློན་བླངས་བཅུག་ཡོད་མ་རེད། ཐ་མ་ཐག་ཆུད་དེ་ལ་ཁོང་ཚོ་གི་བཀའ་བློན་མི་འདུག་གང་དགའ་སྲིད་སྐྱོང་སྤེན་པ་ཚེ་རིང་གི་ལས་ཀྱི་འདུག་ལ་ནས་གཏམ་ཚིག་ཅི་ད་ཕན་ནས་མ་སྐད་ཤོར་ནས་ཨ་ནི་སྲིད་སྐྱོང་སྤེན་པ་ཚེ་རིང་གི་ད་གང་དགའ་གི་ལས་ཀ་ལས་ནས་ད་གླ་ཆ་དེ་གང་དགའ་ཁོ་ལ་ཡོད་རུ་བ་ལ་ནས་ཕྲག་ཐོག་དེ་ལ་ལངས་པར་ཐབས་སྐྱོ་བ་ལ་ཨ་ཐབས་བརྩོན་པ་ཡིན་ལ་འོར་ད་དཔེ་ཤག་གང་ལ་བབ་དེ་གང་ལ་གཞི་ནས་སྐད་ཤོར་འོར་དེ

ཆབ་སྲིད་ནང་ཆ་རྐྱེན་ལ་བལྟ། དེ་ང་ཚོ་ནང་འགོག་ལ་ཇི་སྙེད་མར་བལྟ། ང་རང་ཚོ་གང་ག་རྡོག་རྩ་གཅིག་སྒྲིལ་བྱས་ནས་རྒྱ་མི་ལ་ཁ་གཏད་གཅོག་གོ་ལ་དེ་ང་ཚོ་ནང་འགོག་ནང་འགོག་ལ་མཚམས་མཚམས་དོལ་རྒྱལ་གྱི་སྐད་ཆ་མཚམས་མཚམས། དབུ་མ་དང་རང་བཙན་གྱི་སྐད་ཆ་མཚམས་མཚམས་ཨ་ཉན་པ་ལ་སོགས་དང་གཞི་རིམ་མི་མང་དང་དར་ནག་ཚོགས་པ་གྱི་སྐད་ཆ་ངོ་ཚ་རྒྱུར་བལྟ་ཁྱོད་རང་ཚོ་སུ་གང་གྱི་དར་ནག་ཚོགས་པ་ཡིན་ན་ཡིན་གཞི་རིམ་མི་མང་ཡིན་ན་ཡིན་ཁྱོད་རང་ཚོ་ཉན་པ་ལ་སོགས་ཉན་པ་ལག་བྲིས་རྩུབ་ཤིག་གང་འགྲོ་ཨ་དོ་གལ་ཚོགས་པ་ཁྱོད་རང་ཚོ་སུ་ལ་སུ་ཡིན་པ་ཡིན་ན་ཡིན། ཨ་མ་བུ་མོ་གི་རྐང་ལ་ཁ་གྲག་ཕོད་ཀྱི་མི་འདུག་སྟེ་ཨ་མ་བུ་མོ་དེ་ཆབ་ཚིག་ནང་ལོགས་ལ་བོད་ཆོས་ཀྱི་གཏང་སྟངས་དེར་བལྟ་བས་ན་ཞབས་འདྲེན་རུ་བལྟ་ཁྱོད་རང་ཚོ་བོད་མི་རིགས་ཀྱི་ཞབས་འདྲེན་རུ་བལྟ་ཧ་གོ་སོང་ཨ་ཁྱོད་ཚོ་ལམ་འགྲོ་ག་དུས་འགྲོ་གི་མ་རེད་ཧ་གོ་སོང་ཨ། དེ་ག་གཅིག་པུ་ཚད་ཀྱི་མ་རེད་མེད་པ་ཅིག་མ་མཆིས་ཨ་ཡིན་པ་དེ་ཡིན་ཤག་ཤག་གང་ལ་བཞག་ནས་ལག་ལེན་ཅིག་བསྟར་བ་ཡིན་ན་ཏག་ཏག་ཡོའོ་རེད་མ་གཏོགས་གཞན། རྐང་བཙུགས་ནས་རྩོད་བའི་གི་ཆང་དེ་ཞིམ་པོ་རང་ཡོད་མ་རྟགས་ཨུ་ཚུགས་མ་རྒྱབས། ཨ་ནི། ཨ། ལབ་དུས་གང་ལ་ཉན་གི་མི་འདུག་བ་ཁྱེད་རང་ཚོ་ག་ཤེད་ཅིག་གི་རྐང་བཙུགས་ནས་ཨ། ཨུ་ཚུགས་དམུ་ཚུགས་རྒྱབ་ནས་ཨ་ནི་བད་ཁོ་རང། ཨ། སྐབས་བཅུ་བདུན་རྫོགས་རེ་འགས་ལ་མོ་ལ་ཁ་ཤེད་དམ་བུས་བུ་ཡག་གི་རྣམ་པ་འདྲ་བོ་ཅིག་སྟོན་ནས་ཕན་ཐོག་གི་མ་རེད། ཚེ་རིང་ཕན་ཐོག་གི་མ་རེད། ཧཧཧ།

ཁྱོད་རང་ཚོ་གང་གཱ་སྤྲེལ་སྤྲེལ་འགྲོ་མགྱོགས་རེད། ཉེ་རིང་ཆགས་སྡང་ལ་སྤྲེལ་སྤྲེལ་འགྲོ་མགྱོགས་རྐྱང་རྐྱང་རེད་ད། ཧ་གོ་སོ་ཨ། དེ་ཡིན་དུས་གང་ལ་དེ། བོད་མི་སྒྲིག་འཛུགས་དེ་བོད་གཞུང་དེ། ཡི་གེ་གང་ལ། སྐྱོར་ངེས་ཀྱི་འདུག་ལབ་པ་ཡིན་ན། དཔའ་འདས་གླང་མོ་རེད། ཧ་གོ་སོ་ཨ།

མྱ་ལི་འབྲོག་ཁག་གི་སྟོང་པ་དང་གཅིག་དེ་བསོད་ནམས་འབྲོག་སྤྲུལ་བསོད་ནམས་སྟོབས་རྒྱལ་རེད་ལ་ནི་ལ་དྭགས་ཀྱི་སྤུ་གུ་འདི་དང་གཉིས་དེ་ནས་མ་ཨ་ཚེ་རིང་བུ་ཆུང་རེད་བུ་ཆུང་ཚེ་རིང་རེད་ལ་ནི་དེ་དང་གསུམ་བྱས་ནས་བཞག་ནས་ཨ་ནི་ཁོས་ཀྱི་དེ་གང་ལ་བཤད་པ་རྒྱག་གི་འདུག་བཤད་པ་དེ་ལྟ་མེད་ལྟ་ལོག་ཡ་མི་འདུག་ཁོ་རང་ཚོ་གི་གནས་སྟངས་དེ་ག་འདྲ་རེད་ལ་ན་ཕ་ཟུར་ལ་བལྟ་ནས་ཨ་ནི་རུ་མོ་ཐོང་ཡ་བྱ་འོ་དེ་རེད་དེ་ཡིན་དུས་གང་ལ་ཁོ་རང་གི་ཁ་ནི་ཁ་ཚིག་ཨ་ག་ལ་འོ་རེད་མགོ་ཕྲུག་སྐལ་བཟང་ཕུན་ཚོགས་ལགས། འགག་པ་བརྒྱབ་སྟངས་དེ་ལ་བལྟས་པ་ཡིན་ན། ཁོ་རང་གང་ག་ག་ལ་འོ་རེད། ཕྲག་དོག་གི་ཚོད་སྐྱོ་དང། ད་ག་ཟེ་སྐྱོན་འཛུགས་བྱས་པ། ད་རིང་གི་ཉིན་མོ་ལ་ཉལ་ལི་སྒྲོ་ག་དང། དེ་བུ་ཆུང་ཚེ་རིང་དང་བསོད་ནམས་སྟོབས་རྒྱལ་ལ་ངས་དེ་སླད་ཡོག་མ་རེད་མ་གཏོགས་སླད་པ་ཡིན་པ་ཡིན་ན། ཁོ་རང་ཚོ་གས་དེ་འདྲའི་དགྲ་བོ་འཇིགས་ཀྱི་བཀའ་མོལ་ཅིག་སྤྲད་ནས་ཁོ་རང་ཚོ་ཐོབ་པ་ཅིག་ཡིན་པ་ཡིན་ན། དེ་ལས། དུད་འགྲོ་ལྷ་དར་གྱིས་འགག་པ་བརྒྱབ་ཚར་རེད། ཨོ་ས། དེ་ཡིན་དུས་གང་ལ་ངས། ཐད་གཏོང་གང་ཐེངས་མང་པོ་ལབ་ཡིན་མྱང་ལི་འབྲོག་ཁག་གི་གལ་སྲིད་ཨ་ཇི་བན་ར་ཤའི་བདེ་སྐྱོགས་ཀྱི་སྐད་ཆ་དེའི་སྒང་ལ་གཙང་བཤད་ཅིག་བཏང་པ་ཡིན་ན་ད་རིང་འོས་མི་གི་སྒང་ལ་མོ་ཞེ་དྲག་ཞེ་དྲག་བཤད་གོ་མ་རེད་དེ་ངས་སྐྱབས་མགྱོགས་རིན་པོ་ཆེ་ལགས་ལ་བཤད་པ་དེ་ངས་གི་ལབ་སྟངས་དེ་འདྲས་མེད་དེ་ནས་མི་མང་གོ་བ་དེ་འདྲས་གོ་ཡིན་གྱི་རེད་ལ་དེ་གཙང་བཤད་ཅིག་བཏང་པ་ཡིན་ན་མོ་འོས་ཐོབ་ན་རེད་མ་ཐོབ་ན་རེད་མི་མང་གི་སེམས་ལ་ད་ལྟ་བར་དུ་བཟོས་བཞག་གྱོད་ཀྱི་དམག་ཁག་དེ་ག་ལ་གང་འཚམ་ཅིག་མ་འཇམ་ཐུག་གི་ཡོག་རེད་ཡིན་ནས་མོས་བྱས་ཡོག་མ་རེད་ག་ལ་དེ་ངར་ཁྱེད་རེད།

ཧཱུྃ་ས། ང་ལ་དྲི་བ་ཀུན་ངའི་དེ་ཚོ་ཁྱོད་ལ་ག་རེ་རག་སོང་ག་རེ་རག་སོང། ཁྱོད་བོད་ཆོས་ནང་ལ་ཚུད་སོང་བ་ལ་ཡ་དེ་ང་བོད་ཆོས་ནང་ལ་ཚུད་མ་སོང། ང་ལ་དངོས་གནས་དབུ་མའི་ལམ་གྱི། ག་ལ་འོ་རེད་རྒྱལ་ཁ་དེ་ངས་ང་ལ་ཐོབ་སོང། རོ་ཨ། དེ་ག་གཅིག་པུ་ཚད་གི་མ་རེད་ད་རིང་འདས་པའི་ཉིན་མོ་དེ་ལ། ང་རང་ཚོ་བོད་མི་རིགས་ཀྱི་སྤྱི་ཚོགས་དེ་ནང་ལ་དངོས་གནས། ང་འདྲེ་མ་རེད་འདུག་ལབ་པ་ཡིན་ནའི་འདྲེ་མ་ཡིན་པའི་གིས་ང་ལ་ངོམ་སེ་ཡོད། རང་གར་ཕྱིན་ལབ་པས་ན། ང་རང་ཚོ་བཀྲུས་ནས་མ་ཐག་པ་བོད་པ་དེ་ཚོ་ལ་རིན་ཐང་མི་འདུག་ཨ། བསྟན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་ཡིན་པས་ཀྱི། དངོས་གནས། རྗེས་འབྲང་བྱེད་ཐུབ་མི་འདུག་ཨ། ནང་ཆོས་དེ་ངོ་ཤེས་མི་འདུག་ཨ། ཨ་དེ་ག་གཅིག་པུ་ཚད་གི་མ་རེད། འཐབ་རྩོད་པ་ཡིན་ལ་ནི་འཐབ་རྩོད་པ་རེད་མི་འདུག་དེ་ཚོ་ཆབ་སྲིད་ནག་པོ་ནག་རྐྱང་མ་གཏོགས་གལ་དགོས་ཅིག་རེད་མི་འདུག་ཨ་ལ་ནི་ཁྱོད་རང་ཚོ་གང་ག་སྙིང་རྗེ་གི་ཡུལ་ལ་བཏང་གི་ཡོད། ད་རིང་ཁྱོད་རང་ཚོ་རོ། ཕ་ཡུལ་ནས་ཁྲིམས་ཐོག་ལ་བཅུག་ན་བཅུག་རྒྱ་གར་ནས་འབྲོག་སྒྲ་སྟག་ར་ལགས་ཀྱི་ཁྲིམས་ཐོག་ལ་བཅུག་ན་བཅུག་ག་ནས་ཁྲིམས་ཐོག་ལ་བཅུག་ན་བཅུག་རོ། ཁྱོད་རང་ཚོ་གྲོས་ཚོགས་ནང་ལོགས་ནས་བཤད་བཞག་གི་སྐད་ཆ་དེ་ཚོ་ལ་ཐུག་པ་ཡིན་ན། སྔོན་འགྲོགས་ཀྱི་སྐབས་ནས་འཆུག་ཡོད་རེད། སྔོན་འགྲོགས་ཀྱི་སྐབས་ལ་ང་ལ་དྲང་བདེན་མ་བྱུང་བ་དང་ང་ལ་འདྲ་མཉམ་མ་བྱུང་བ་གྱི་སྒང་ནས་ཁྱོད་རང་ཚོ་སུས་གང་ཅིག་མ་བཤད་དེ་གང་ལ་ཐབས་སྐྱོ་བ་ལ། ང་ཚོ་བོད་པ་དེ་ཚོ་ཐབས་སྐྱོ་བ་ལ་ལས་བྱོས། དྲང་པོ་དྲང་ཤགས་ཟེར་མཁན་དེ་ཅིའི་བཤད་གི་མི་འདུག་ད། ཡིན་ནས་དྲང་བདེན་ལ་ངས་གཞུང་སྲོལ་མ་བརྗོད་ཡོར་ཏིག་གི་རྐང་ལག་ཚང་མས་ཀྱི་བཤད་ནས་ཨ། ང་ཚོ་དྲང་བདེན་ལ་འགའ་ལ་འགྲོ་ཡས་རེད། དྲང་བདེན་ལ་རྒྱབ་སྐྱོར་བྱེད་ངེས་རེད་ལ་དུས་གང་ལ་དྲང་བདེན་ལའི་གཞུང་རྩོམ་མ་དེ་ཞུ་བ་ཅིག་རྩོད་གི་འདུག་ཨ་ཁྱེད་རང་ཚོ། ཧ་ལས་པར་གདའ། ཨ། རོ། ཨ་མ་བུ་མོ་གང་ག་གཞང་རྩོམ་མ་སོ་དྲང་བདེན་འདྲ་བོ་ཅིག་ཁྱེད་ནས་ཨ་ནི་གཞང་གཞང་རྩོམ་མ་དེ་ཁྱེད་རང་ཚོ་རྩོད་གི་འདུག་ཧ་ལས་པ་རེད། རོ། ང་ཚ་པོ་རེད་ད། ལོ། ཁྱོད་རང་ཚོ་པད་ཤག་གི་མགུར། རྐུབ་ལ་རྒྱུག་འགྲོ་ངེས་དང། དཔེ་ཤ་མ་གཏོགས་གད་སྐུད་ཅིག་མ་མཐོང་ངེས་དོན་ཚོ་ཧ་ལས་པའི་གི་ཐབས་སྐྱོ་བོ་རེད་ལ་ངས་འདི་ཅི་ཞུ་ཡ་ཡིན། ད། དགོན་པ་ནང་ལོག་གི་བླ་རྒན་ཡིན་ན་འདྲ། དོ་གལ་ཚོ་ངེས་གི་ཨ་ཁ་རྒྱག་པོ་དེ་ཚོ་ཡིན་པ་ཡིན་ན་འདྲ། ཁྱོད་འདས་པའི་རིག་སྔགས་ལོ་ལྔ་དེའི་ནང་ལོག་ལ་ཁྱོད་རང་ཚོ་ལ་ངེས་གི། ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་བྱེད་ཁ་ཤོག་ལ་ནི་མི་རེ་རེ་གཉིས་གཉིས་ཀྱི་མིང་སྒྲོན་པ་ཡིན་རོ། ཁ་ཤས་ཀྱི་རྒྱག་རྟེན་རྒྱག་ནི་ཨ། ང་ལ་རྒྱབ་སྐྱོར་ཡོད་པས་ཀྱི་རྣམ་པ་ཁ་ཤས་ཀྱི་རྒྱག་རྟེན་རྒྱག་ནི་ང་ལ་ཁ་ལོག་རེད་མཐོང་ཆུང་ཡིན་པས་ཀྱི་རྣམ་པ་ག་མཐའ་མ་མཐའ་ཁྱོད་རང་ཚོ་བོད་མི་རིགས། བཀྲུས་ནི་མ་ཐག་པ་བོད་པ་སུ་གང་ཅི་ལ་ཁྱོད་རང་ཚོ་ལ། ཚིག་ལ་ཚིག་ལན་དང་གཏམ་ལ་གཏམ་ལན་མི་འདུག་དེ་ལ་དུས་གང་ལ་ཁྱོད་རང་ཚོ་ལ་རིན་ཐང་མི་འདུག་བསྟན་པ་སངས་རྒྱས་ཀྱི་རྗེས་འཇུག་ཡིན་ལ་ནི་ཁྱོད་རང་ཚོ་ལ། ངོམ་སོ་བྱེད་དགོས་ཨ་ན་ཞར་གོ་བྱེད་མི་འདུག་ག་ཅི་ལ་ན། བསྟན་པ་སངས་རྒྱས་ཀྱི། ཆོས་ཀྱི་ངག་ནི་དངོས་གནས་ནང་ཆོས་ཀྱི་ངག་ནི་ང་ཚོ། གང་ཡིན་པ་དེ་ལ་ཤེས་པ་བརྒྱ་ནི་ཡིན་ན་རེད་རྩོད་པ་བརྒྱ་ནི་ཡིན་ན་རེད་ཨ་མདའ་དགོན་པ་ནང་ལོགས་ལ་ཚིག་ངན་རྩོད་ཀྱི་འདུག་བ་དེ་འདྲའི་གི་ངག་ནི་ཡིན་པ་ཡིན་ན་རེད་དེ་གི་སློབ་སྦྱོང་ཡག་འཕེལ་གི་རེད་ད་ལ་དེ་གང་ལ་ཁྱོད་ཚོ་སློབ་སྦྱོང་འཕེལ་ཡག་དང་མི་ལ་རིན་ཐང་སླར་གསོ་བྱེད་ཡས་ཀྱི་མི་རིགས་དེ་རེད་མི་འདུག། ཁྱོད་རང་ཚོ་གང་ག་ཉམས་ཉམས་མ་ག་ལོག་རེད་ཕྱུགས་རིགས་དང་དཔུང་རིགས་བསྒྲིགས་ནས་ཨ་ནེ་མ་གང་ག་ཉམས་ཉམས་བཅུ་ཡ་བྱ་བོད་མི་རིགས་ཉམས་བཅུ་ཡ་བོད་བོད་མི་སྒྲིག་འཛུགས་ཉམས་བཅུ་ཡ་རྒྱལ་བོ་རིན་པོ་ཆེ་གི་ཐོང་དང་གང་ག་ཉམས་བཅུ་ཡ་གི་ལས་ཀ་རྐྱང་རྐྱང་ལས་ཡོད་འདུག་ག་ནི་ཁྱོད་རང་ཚོ་དཔེ་འུ་ཐུག་གི་མི་རིགས་ཅིག་ཆགས་བསྡད་ཤག་དངོས་གནས་ལྷ་ས་ས་ལ་བདུད་ས་ལ་གི་འདུག་བ་ད་ག་རང་རེད་ཤག་དངོས་གནས་ང་རང་ཚོ་སངས་རྒྱས་སྤྱན་རས་གཟིགས་ང་ཚོ་མཉམ་དུ།

བོད་མི་རིགས། ཨ། ཁ་ནི། རྒྱལ་ཁབ་ཐོབ་སོང་ལ་ན་རེ་ད་རིང་གི་འོས་བསྡུ་གང་ལ་རྒྱལ་ཁབ་ཐོབ་སོང་ལ་ན་རེ་རྒྱལ་ཁབ་ཤོར་སོང་ལ་ན་རེ། ཨ། ངུས་དེ་ངས་དེ་ཚོ་ཡིན་པ་ཡིན་ན་རེ། ཨ། ཞི་བུ་ཅིག་དགའ་ནས་དཀྲོགས་ནས་ཨ། ཞི་བུ་ཅིག་བྱས་ཡིན་ལ་ན་རེ་ཤི་ནི་རེ། ཁྱེད་རང་ཚོ་གཉའ་ལག་ནང་ལོགས་ལ་དམ་ཉོག་ནང་ལོགས་ལ་ད་ག་ཚེ་འདག་པ་ནང་ལ་འདག་པ་འཆར་བསྡད་ཡོད་རེད་མ་གཏོགས། དངོས་ཡོད་གནས་ཚུལ་ལ་དེ་འདྲའི་གོ། དངོས་གནས། ང་ཚོ་ལ་དགོས་ཡ་རེད་བས་ལ་ན་ང་ཚོ་བོད་མི་རིགས་ལ་དེ་འདྲའི་དགོས་མཁོ་ཡའོ་མ་རེད། ད་འདོད་མི་ལ་རང་བཙན་ལ་ངན་དེ་ཁ་རྒྱག་དང་མ་རྒྱག་ཁོས་བཤད་སྟངས་དེ་ལ་ལྟ་བ་ཡིན་ན་ང་ཚོ་དྲང་བདེན་མི་མང་ལ་དགོས་ཡ་དེ་རེད། ང་ཚོ་དྲང་བདེན་ལ་རྒྱབ་སྐྱོར་བྱེད་ངེས་རེད་ལ་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་མིང་བགྲོས་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་ལ་དགོས་ཡ་དེ་རེད་གང་དེ་ཕོ་བྲང་ལ་དགོས་ཡ་འདི་རེད་ལབ་པ་ཡིན་ན། ཕ་ཆེན་ཁྱོད་རང་མགོ་ཚོས་གི་ཡོད་ས་མ་རེད་གང་དེ་ཕོ་བྲང་ལ་འདི་དགོས་གི་ཨ་ཡིན་ན་བསམ་གི་འདུག་སྐྱབས་མགོན་རིན་པོ་ཆེ་ལ་ལ་འདི་དགོས་གི་ཨ་ཡིན་ན་བསམ་གི་འདུག་ད་ཁྱོད་རང་ཚོ་གྲོས་ཚོགས་ནང་ལོགས་ལ། ཆབ་སྲིད་ཀྱི་མི་སྣ་དེ་ཚོ་ལ་ཁྱེད་རང་ཚོ་དེ་གོ་གི་ཡོད་པ་ཡིན་ན་ཡིན་གྱི་རེད་མ་གཏོགས་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་ལགས་ལ་དེ་འདྲའི་གོ་གི་མ་རྟགས་སྐྱབས་མགོན་རིན་པོ་ཆེ་ལགས་ལ་གོ་ཡ་དེ་འདུག་ཁམས་གསུམ་ནས་ཨ། རྡོག་རྩ་གཅིག་སྒྲིལ་དང། དྲང་པོ་དྲང་བཞག་དང། བདེན་པའི་ཨུ་ཚུགས་དང་རེད་བ། ཨ། ག་རེ་ཡོང་ཐུག་གི་འདུག་ག་རེ་བཟོས་ཐུག་གི་འདུག་ན་ནི་དེ་གང་ལ་འགྲོ་ཡ་གཅིག་མ་གཏོགས། དེ་འདྲའི་སྐྱག་རྫུན་བཤད་ནས་དཔུང་སྒྲིག་ནི། ཁྲམ་པ་དང་དཀྲོག་གཏམ་སྤེལ་ནས་སྤྱི་ཚོགས་ལ་གཡང་ནས་དེ་འདྲས་ཇི་ལྟར་གོ་གི་ཨ་ཡིན་ན་བསམ་གི་འདུག་དེ་ཡིན་དུས་གང་ལ་མི་ལ་རང་བཙན་ཁྱེད་རང་ཁ་ར་ཟིག་གི་འདི་གི་དེ་འདྲས་འདྲ་མ་འདྲ་ཅིག་མ་ཤེས་ན་ཡག་གི་རེད་ཧཱུྃ་བསུ་ཨ། ད་ག་ནང་ཞིག་གི་སྤྱི་ཚོགས་ནང་ལོགས་ལ་དྲང་པོ་བཤད་ངེས་ཡོག་རེད་ཡིན་གཅིག་མིན་གཅིག་ངས་གང་ལ་བཤད་གི་མི་འདུག་ན། ཁོ་རང་ཚོ་ལ་ཁོ་རང་ཚོ་གི་དཔག་ཚོད་ཀྱི་ཤེས་མཐུ་ཡག་གི་ནུས་པ་ཅིག་ཡོར་ཏེ་དེ་དེ་ཁྱོད་རང་ཚོ་ཚང་མིག་གི་རྒྱབ་སྐྱོར་ཡིན་ཡིན་དོང་དོང་བྱས་ནས་རྣམ་པ་དེ་འདྲས་ཅིག་ཁྱིས་པ་ཡིན་ན་ཁ་ཚིན་སྒྲོག་སྒྲོག་ཏ་ར་ལ། ཨ། ག་ལ་འོ་རེད་ཁ། ཁ་ནི་དོན་སོ་ཨ། ཁྱོད་རང་ཚོ་ག་ཤེད་ཅིག་གི་རྒྱབ་སྐྱོར་ཡིན་དོང་དོང་བྱས་ནས་ངེད་ཀྱི་བརྗོད་གཞི་འདི་ཨ་ནི་ཁྱོད་རང་ཚོ་ཆབ་སྲིད་ནག་པོ་མ་བརྩེགས་ཨ་ཨ་ཨ་ཨ་ལ་ནི་གོ་བཟོས་ཨེ་ལས་ཀྱི་ཨ། ངས་ཤེས་ཀྱི་མེད་མ་གཏོགས་ང་མི་ལ་གི་དམར་ལ་ཚ་རྒྱ་ཡག་ག་འུ་མེད་བ། མ་གཏོགས་འདས་པའི་གི། ལོ་ལོ་འདི་ག་སྐབས་བཅུ་བདུན་གི་སྐབས་གང་ག་དེ་ནང་ལོགས་ལ། ཁྱེད་རང་ཚོ་ག་ཤེད་ཀྱི། ངའི་དམར་ལ་ཚ་རྒྱབ། ང་ལ་ཆེད་ལས་རྒྱབ། ང་ལ་བེད་སྤྱོད་བཏང་བའི་སྐད་ཆ། དེ་འདྲའི་བྱས་ནི་ཁྱོད་རང་ཚོ་ཞབས་འདྲེན་རེད་མ་གཏོགས།

ཁམས་པར་མི་རྒན་པ་ཅིག་ཐུག་སོང་ད་དེ་སླར་རྒན་ཡིན་ན་མེད་ན་གྲྭ་ལོག་ཡིན་ན་མེད་ན་ཧ་གོ་མ་སོང་དེ་ལྟ་དུས་གང་ལ་གྲྭ་ལོག་འདྲ་བོ་ཞིག་འདུག་སྙིང་རྗེ་རྒན་མོ་ཚ་ཚ་ར་ཅིག་རེད་འདུག་ཁྱོད་རང་ཡིན་པ་ཡིན་ན་ང་ལ་ལྟ་བསྡད་ཀྱི་ཡོད་པ་ཡིན་ན་ད་ཕྱིན་ཁྱོད་རང་གི་ལབ་པ་ན་ཞིག་རེད་དེ་རིང་ཁ་སང་ཡུ་ཀྲུབ་དེ་དཔེ་ཁྱབ་ཆེན་པོ་རེད་བས་ཁྱོད་རང་ངའི་ཡུ་ཀྲུབ་ནས་ཧ་གོ་སོང་ངོ་ལ་ནས་ཁྱོད་རང་ལ་ཡིན་ནས་ངའི་ད་ལན་ཡིན་དེ་བས་མི་མང་དེ་ཚོ་ལ་ཡིན་ནས་ད་ལན་ཡིན་ཁྱོད་རང་ང་ཚོ་ཁམས་པར་རོབ་ཅོ་དེ་ཚོ་ལ་ཡི་ད་ལན་ཡིན་ང་ཚོ་ནོར་ཡོད་རེད་ངས་ད་ཅིག་ཁྱོད་རང་ལ་ལབ་པ་ན་ཞིག།

དེ་ཡག་པོ་མ་རེད། ཧཱུྃ་ས། མི་དང་མི་རིགས་ཀྱི་འདྲ་མཉམ་དེ་རྩོད་པ་ཡིན་ན་འགྲིག་གི་ཡོད་རེད། ཆོལ་ཁ་དང་ཆོས་ལུགས་ཀྱི་མིང་གིས་ནི་རྩོད་ཡག་དེ་ཧ་ལས་པའི་གི་ཐབས་སྐྱོ་བོ། ད་ག་རང་ལ་མི་རིགས་དབྱེ་འབྱེད་ཅིག་བྱུང་ཚར་བ་རེད་ད་ག་རང་ལ་འོས་ནང་ལོག་ལ་འདྲ་མཉམ་ཅིག་རྩོད་གི་མེད་པ་དེ་རྟགས་དེ་སྟོན་ཚར་བ་རེད། ཧཱུྃ་ས། དེ་འདྲས་ཡིན་དུས་གང་ལ་གང་ག་ལ་དགོས་ཡག་དེ་ཐོབ་ཐང་རྐྱང་རྐྱང་ཡིན་དུས་གང་ལ་ངའི་སེམས་པ་ལ། ཨ་ད། སྙིང་མེད་ཀྱི་སྤྱི་འཐུས་ནང་ལ་སྤྱི་འཐུས་གཞན་པ་བཞག་ངས་འཇམ་དཔལ་བསྟན་འཛིན་དང་བསོད་ནམས་ག་རེ་བསྟན་འཕེལ་བཞག་ནས་གཞན་པ་ཅིག་ལང་གི་ཡོད་པ་ཡིན་ནས་ཁོ་རང་ཚོ་གས་ཨ། གཞན་དང་མ་འདྲ་བ་གི་ཅིག་རྩོད་གི་ཡོད་བསམ་གི་མི་འདུག་ཁོ་རང་ཚོ་གས་རྩོད་ཡ་དེ་འདྲ་མཉམ་རང་རྩོད་གི་ཡོད་དེ་འདྲ་མཉམ་རྩོད་དུས་གང་ལ་དེ་འདྲ་མཉམ་ལ་མཐོང་བྱས་མ་གཏོགས། མཐོང་ཆུང་བྱས་ནས་ཧ་ལ་མ་སོང་ན་རྙིང་མ་གི་དོ་གལ་ལ་དགག་པ་རྒྱག་གི་ཡོད་པའི་གི་རྣམ་པ་ཅིག་སྟོན་པ་ཡིན་ན་ཡག་པོ་ཡོད་མ་རེད། དེ་གྲོས་ཚོགས་ནང་ལ་ཡོད་དེ་ངེད་གི། འཇམ་དཔལ་བསྟན་འཛིན་ཡིན་ན་རེད་བསྟན་པ་ཡང་འཕེལ་ཡིན་ན་རེད་ལ་ཡག་པོ་ལ་ཁོ་རྙིང་མ་ཡིན་ལ་བོར་ཏེ་རྙིང་མ་ལྟ་བ་ལོག་པ་ཅིག་ལྟ་དམ་ཉམས་ཅིག་གབ་ཏུ་རྒྱབ་དེ་ཡོད་རེད་དེ་སྐད་ཆ་ལོག་ཀ་རེད་དེ་མི་དེ་མི་ལ་ར་ལས་གི་འོར་མ་ཏོ་རྙིང་མས་གི་རྙིང་མ་ལ་ཞུ་ཡག་མ་ར་ཏཱ་ལོ་ཧ་ཧི་ལོ་ཧ་ཀོ་ཀར་ཏཱ་ཧེ་ལ་དི་གང་ན་དེ་འདྲའི་དྲ་བོ་དྲང་པོ་བཤད་ངེས་ང་དང། པ་ལ་འཇམ་དབྱངས་འགྲོ་བོ་དང་ང་ཚོ་ཁ་ཤས་ཀྱི་རེད་མ་གཏོགས་ཁྱེད་རང་ཚོ་ཚང་མ་ལོ་ཧ་ཧི་ལོ་ཧ་ཀོ་བྱེད་རྒྱའི་མ་རེད་ལ་བྱེད་དགོས་ཡ་བྱས་ཆགས་ཀྱི་ཡོད་མ་རེད། ང་ཚོ་དང་བླངས་དོན་ནི་ད་རང་ཤི་རྒྱབ་དང་རང་ཤི་རྒྱབ་ལ་གཡོག་རེད་ང་ཚོ་བོད་རྩ་དོན་དེ་རང་ཤི་རྒྱབ་ནས་འགྲོ་གི་ཡོད་ཡིན་ན་ཡ་ངས་རང་ཤི་རྒྱབ་གོ་ཨ་ཁྱེད་རང་ཚོ་ཚང་མས་ཀྱི་སྡིག་པ་དེ་ངས་ཁྱི་གོ་ཨ་ལ་ནི་ངས་རང་ཤི་ཅིག་རྒྱབ་པ་རེད་མ་གཏོགས་ཚང་མ་དེ་འདྲས་རང་ཤི་རྒྱབ་བཅུག་ནས་བསད་དགོས་ཡ་བྱེད་ད་ཨ་ཡོད་ན་བསམ་གྱི་འདུག། ང་རང་ཚོ་གིས་བོད་པའི་སྤྱི་ཚོགས་ནང་ལོགས་ལ་ནང་འཁྲུག་བརྒྱབ་ནས་དེ་འདྲའི་བྱས་དགོས་ཡ་ཅི་ད་ཨ་ཡིན་ནའང་བསམ་གྱི་འདུག་འདི་དར་ནག་ཚོགས་པ་དང་གཞི་རིམ་མི་དམངས་ཁ་ཤས་ཀྱི་ཁ་བདེ་མ་ཚོགས་ནས་དེ་འདྲའི་ཅིག་བཤད་པ་ཡིན་ན་ཏག་ཏག་བསྡད་གི་མ་རེད་འདས་པའི་གི་རིག་སྔགས་ལ་ངས་གི་ཉན་པ་ལགས་སོ་ཉན་པ་ལགས་དྲི་འགྲིག་གི་མི་འདུག་ལ་རེད་ད་ལྟ་ལ་ཡ་ལག་ཡོད་འགྲིག་གི་མི་འདུག་དོལ་རྒོལ་ཚོགས་པ་དང་ཆུ་བཞི་རྐང་འགྲོ་དང་རང་བཙན་རྩོད་ངན་དེ་ཚོ་ད་ལྟ་ཡ་འགྲིག་གི་ཡོད་མ་རེད་ད་འདོད་ཡིན་ནས་དུད་འགྲོ་ལྷ་དར་འདྲ་བོ་དེ་སྤུ་ན་ཤེལ་གསུམ་ཅིག་ཡར་ཁྲིད་ནས་ཡོང་ནས་ཨ་ནི། རང་བཙན་ཁ་སྒེར་བར་གྱི་སྐད་ཆ་ཅིག་བཤད་པ་ཡིན་ན། ད་ལྟ་དགོན་པ་ནང་ལོགས་ནས་རྒན་བླ་རྒན་གཅིག་གིས་ཨ་ནེ་དབུ་མའི་ལམ་ལ་ཅིག་བཤད་པའི་གི་སྐད་འཕྲིན་ཐུང་ཐུང་འདྲ་བོ་ཅིག་བཏང་བྱས་ནས་ཨ་ནེ་ཁྱོད་རང་ཚོ་གི་སྤྱི་ཚོགས་ནང་ལ་རྨ་ཁ་བཟོ་གི་ཡོད་རེད་ལ་ན་ཁྱོད་རང་ཚོ་གི་ད་ག་རང་བླ་རྒན་འདི་ལ་ཞབས་འདྲི་ཞུ་གི་འོར་ད་ད་ག་རང་གི་བླ་རྒན་འདི་གི་ད་ལྟ་བར་དུ་སྦྱངས་བའི་གི་ལོ་མང་པོ་ཅིག་དགོན་པ་ནང་ལ་བསྡད་ནས་ཚིག་ངན་བཙོག་ནས་དཔེ་ཆ་ཀློག་ནས་བསྡད་བཞག་རྒྱུ་འདི།

དེ་ག་གཅིག་པུ་ཚེག་མར་ད་འདྲ་དར་ནག་ཚོགས་པ་དང་གཞི་རིམ་མི་དམངས་ཀྱི་རྐུབ་གཡོག་ཡིན་ལ་ནས་ཨ་ནི་མི་ལ་རང་བཙན་གྱི་ལ་ཡ་དེ་ལ་ལྟ་བའི་ནང་མགོན་པོ་དུད་འགྲོ་སླེབས་པ་དེ་གས་གས་མཁས་པ་ཤོག་གི་མ་རེད་དོང་དོང་ཤིག་གི་འདུག་ཨ། མཁས་པ་ཤོག་གི་རེད་དེ་མ་རེད་ཁྱོད་རང་ཚོ་གི་རྩོད་དེ་དེ་འོས་འདྲ་མཉམ་བྱུང་མ་སོང་འོས་དྲང་བདེན་བྱུང་མ་སོང་ལ་ཡ་དེ་ད་ག་རང་ལ་ཁོ་ཐུག་དེ་ཡ་རེད། ག་འདྲས་ས་དྲང་བདེན་ཆགས་པ་རེད། ད་འདོད་ནས་ཁྱོད་རང་ཚོས་སྡིག་པ་མིག་བཙུམ་བྱེད་ཀྱི་ཡོད་པ་ཡིན་ན། ཧ་ལས་པ་ཞིག་ངོ་ཚ་པོར་ད་ཧོག་སོ། དེ་མགོན་པོ་དོན་གྲུབ་ད་རིང་སྤྱི་འཐུས་ཀྱི་དབུས་གཙང་གི་འོས་མི་ནང་ལ་ཨ་ནི་ཨང་ཀི་བཅུ་པ་སླེབས་པ་དང་ད་ལྟ་ཡོ་རོབ་ཀྱི་བཀྲ་ཤིས་བདེ་ལེགས་དེ་ཨ་ནི། མེ་གྷལ། རྡ་རམ་ས་ལ་གྲོས་ཚོགས་ལ་དམ་བཅའ་ཕུལ་ཁ་འགྲོ་བ་དེ་གཅིག་པུ་གཅིག་རྐྱང་རེད་ཧོག་གི་སོ། མ་གཏོགས་ཁྱེད་སྐུ་གཅིག་ཕན་ཐོག་ཡས་མ་རེད་ལ། ད་ག་གཅིག་པུ་ཚེ་གུ་མ་རེད། ཁྲིམས་ཀྱི། ཁྲིམས་ལུགས་ནི་འགྲོ་བ་ཡིན་ནས་ཁོ་རང་ཚོ་རྒས་བསྡད་ཡོད་རེད་ཡག་པོ་བྱུང་ཡོད་མ་རེད་ཨང། ད་ག་ན་ཞིག་གྲོས་ཚོགས་ནང་ལོག་ལ་སྐད་ཆ་དེ་བཤད་པ་རེད། ཁོ་རང་ཚོ་གི་ག་ལ་བ་རེད། སྔོན་འགྲོ་ནི་ཕྱུགས་ཟུང་ལ་ནི་ཁ་ཐོན་ཚར་བ་རེད་གྲོས་ཚོགས་ནང་ལ་འཛམ་བུ་གླིང་གི་མཐོང་ཚར་བ་རེད། དེ་ག་གཅིག་པུ་ཚེ་གི་མར་ཁ་ཚིང་ཁྲིམས་རྩོད་པ་དེ་ག་ནི་དེ་ག་རེད། ཁར་སང self interest ནི་རེད་ལ་དེ་ག་ལ། ད་ག་རང་གི་རྟགས་གར་སྟོན་ཚར་བ་རེད་ལབ་པ་ཡིན་ན་གལ་སྲིད་དེ་འདྲས་ཡིན་པ་ཡིན་ན་ཁོ་རང་ཚོ་གང་གང་མ་འདས་དགོ་གི་ཡོད་རེད། ཨ་ངས་ཀྱི་རང་ཤི་རྒྱག་པ་ན་ཤི་ཁོ་རང་ཚོ་གས་རང་ཤི་རྒྱག་དགོ་གི་ཡོད་རེད་རོ། ད་རྩ་དོན་གང་ལག་ཡོད་ད་དངོས་གནས་རང་གི་རང་ཤི་ལག་གི་མེད་ད། འོ་དེ་འདྲས་བྱས་ནས་རང་ཤི་རྒྱག་དགོ་གི་ཡོད་ན་ཁོ་རང་ཚོ་གས་རྒྱག་དགོ་གི་རེད་མགོན་པོ་དོན་གྲུབ་ཡས་རང་ཤི་རྒྱག་དགོ་གི་ཡོད་རེད་མ་རེད། དེ་མེད་ན་དུག་སེལ་ལས་ཐང་དེ།

ང་རང་ཚོ་གི་སྒྲིག་འཛུགས་ཁང་ལ་དེ་སྔའི་དེ་ཚོ་ལ་ཉམས་མི་འདུག་ལ་ཡིན། ངོམ་སོ་མི་འདུག་ལ་ཡིན། ཨ། རིན་ཐང་མི་འདུག་ལ་ཡིན། དེ་ཡིན་ཙང། གྲོས་ཚོགས་ནང་ནས་མ། ཨ། ཕྱི་བུར་བཏང་བ་དང་ཁོ་རང་ཚོས་འདེད་ཆོག་ཆོག་འདྲ་བོ་ཅིག་བྱས་སོ། དེ་འགྲིག་གི་ཡོག་མ་རེད་ལ་ཡིན། དེ་གི་རྟགས་མཚན་གར་གཏོང་སྐོར་ལ་དེ་གང་ན། ཁྲིམས་དཔོན་གསུམ་དེ་ཁྲིམས་དཔོན་ཡིན་ལབ་པ་རེད་ལོ་མང་པོ་གི་ཉམས་མྱོང་ཡོད་ལབ་པ་ཙམ་རེད་མ་གཏོགས་སོ་སོ་གོང་ནས་ལ་ཐོངས་དང། ཨ། ག་ལ་འོ་རེད། གོང་ནས་ལ་བརྩི་བཀུར་དང་འོ་ནས་དེ་གོང་ནས་དེ། རྩ་ཆེ་ལོས་ག་ཚད་ཡིན་མེད་སྤྱི་ཚོགས་ནང་ལ་གོ་རྟོགས་ལོག་པ་ག་ཚོད་འཕེལ་གྱི་ཡོད་མེད་ཀྱི་རིན་ཐང་དེ་དེ་ཁྲིམས་དཔོན་གསུམ་ལ་ཡང་གོ་ཐག་མི་འདུག་ཟླ་ཡ་དེ་ངས་འདི་ལབ་བོར་ཁོ་ཚོ་གི་ནོར་འཁྲུལ་དེ་འོ་འདི་རེད་མ་བསྡད་ལབ་བ་ད་རུང་ཁོ་ཚོ་བསྡད་དགོས་ཡ་ཆགས་དགོས་ཡོད་མ་རེད་ད་ཨ་སེམས་པ་ཆུང་ཆུང་ལ་ན་རེ་འགྲེལ་བཤད་རྒྱ་ཡ་ལ་འགྲེལ་བཤད་སྙིང་རྗེ་བོ་ཡོད་རོགས་ཨ་སེམས་པ་ཕྱིན་ཅི་ཡོད་རེད་མི་དཔེ་བཟང་པོ་ཡོད་རེད་ལས་ནི་དེ་འདྲ་གོ་དགོས་ཡོད་མ་རེད་ང་ཚོ་ཧ་གོ་ས་ཆབ་སྲིད་ནང་ལོག་ལ་རྩོད་དགོས་ན་རོགས་ཨ་དུས་དང་རྣམ་པ་མཉམ་དུ་ཨ། ཡིན་པའི་གི་ཡིན་པ་གང་ལ་རྩོད་པ་ཡིན་ན་སྤྱི་ཚོགས་ལ་གོ་བརྡ་ཡ་བས་གི་རེད་སོ་སོ་གི་ཐོབ་ཐང་དེ་སོ་སོ་གི་ཐོབ་ཐང་དེ་རེད་དེ། སོ་སོ་གི་གོང་ནད་དེ་སོ་སོ་གི་གོང་ནད་དེ་རེད་དེ་ཡིན་ན་ཡང་སྤྱི་ཚོགས་ནང་ལ་གོ་བ་ཡག་པོ་ཅིག་སྤེལ་ཐུག་རོགས་ཨ། དེ་ཚོ Leaders ཚོ Leaders མ་རེད་ལ་ནི་ལབ་དགོས་གི་ཇོ་བོ་རྒྱུ་མཚན་དག་རང་ཡིན་ངེས་གི། ཨ་ནི་ག་ཤེད་གི་ལབ་སྟངས་དེ་ལ་བལྟ་བ་ཡིན་ན་ཟངས་མདོག་རིན་པོ་ཆེ་གི་ཨ་ནི་སྤྱི་ཚོགས་ནང་ལ་ཅིག་བཤད་ཡིན་ཙང་ཨ་ནི་དཀྲུགས་ཤིང་ཆགས་རེད་དོང་དོང་བཤད་གི་འདུག་དེ་ཧ་ལས་པའི་གི་ནོར་འཁྲུལ་ཆེན་པོ་རེད།

ཆེ་མཐོང་བྱེད་ས་ཅིག་ཡིན་དུས་གང་ལ། ཁོ་རང་གས་དེ་འདྲས་ཅིག་བཤད་པ་ཡིན་ན་སྤྱི་ཚོགས་ནང་ལ་གོ་རྟོགས་སྤེལ་བ་རེད་མ་གཏོགས་སྤྱི་ཚོགས་ནང་ལོགས་ལ་དཀྲུགས་ཤིང་རྒྱག་བ་མ་རྟགས། དེ་འདྲས་ཡིན་དུས་གང་ལ་ང་ཚོ་ཁམས་པའི་མི་རིགས་ཁ་ཤས་ཀྱིས་ཨ་ནི། ཞབས་འདྲེན་སོ་སོར་ཞུ་བ་མ་ཟད་ད་ཐོད་སོ་སོ་ནང་ལ་ཨ་ཡོད་ནང་གི་ད་ཡོད་རེ་ཙག་གཉིས་ཙག་ཡོད་རྒྱུ་དེ་ཚོ་ལ་རྐང་པ་ལ་སིམ་ནས་མ་འཐེན་གི་འདུག་ཨ། ད་རིང་གི་ཉིན་མོ་ལ་དངོས་གནས། འོས་བསྡུ་ལྷན་ཁང་གི་མ་འགྲིག་པ་འདི་ལ་ཁྱོད་རང་ཚོ་གི་ཨ་རྒྱབ་རྒྱབ་དང་མདུན་སྐྱོར་ནས་ཨ་ནི་བལ་ཁོ་རང་ཡག་པོ་ཡིན་པའི་ཡིན་རབས་དང་ཨ་ནི་ཁ་ཅིག་ལ་གཡོག་ཡག་གི་ཐབས་ཤེས་བྱས་དེ་ཧ་ལས་པའི་གི་ནོར་འཁྲུལ་ཆེན་པོ་རེད་ཨ་ད་ག་ནང་ཞིག་གི་དར་ནག་ཚོགས་པ་དང་གཞི་རིམ་མི་མང་དེ་ཚོའི་ཁོ་རང་ཚོ་ཞི་བོ་ཅིག་ཡག་པོ་ཡིན་ཡིན་མདོག་མདོག་བྱོས་ཏེ་ཁྱོད་རང་ཚོ་མ་བི་མ་ནག་རེད་ང་ཚོ་སྤྱི་ཚོགས་ནང་ལོག་ལ་ཆབ་སྲིད་གི་སྒང་ལ་སུ་དང་སུ་ཡིན་པ་ཡིན་ནའི་མ་བི་མ་ནག་རེད་དུ་མ་གཏོགས་དེ་འདྲས་བྱས་པ་ཡིན་ན་ང་ཚོ་གི་བོད་བོད་མི་རིགས་གི། འཐབ་རྩོད་དེ་དག་ཕ་ཚའི་ཕག་གི་སྐད་ཆ་རེད་ད་ལྟ་ཡོད་ཡོད་ཞར་བས་ཀྱི་བུད་མེད་སྒྲིག་འཛུགས་དེ་གཏོར་བརླག་བཏང་ཡག་ཉེན་ཁ་འདུག་ད་རིང་གི་ཡོད་དུས་ཀྱི་སྐབས་ལ་ཨ་ནི་བརྒྱ་ཆ་དགུ་བཅུ་རྫ་ཙི་ནས་ཨ་ནི་བ register བྱས་པ་རེད་ཐ་མ་ཐ་ཤུ་དེ་ལ་འོས་བླུག་ངེས་དེ་ཉུང་ཉུང་མ་གཏོགས་མི་འདུག་ལ་དེ་གང་དེ་གི་རྟགས་མཚན་དེ་དག་རང་སྟོན་ཚར་བ་རེད་བོད་མི་རིགས་ལ་དྲང་པོ་བཤད་པ་ཡིན་ན། ཁ་ཤས་ཀྱིས་རྐང་ཁ་ཤས་ཀྱིས་དེབ་སྐྱེལ་བྱས་ཡོད་མ་རེད་ཁ་ཤས་ལ་ལྕགས་དྲིལ་ལག་དེད་ཡོད་མ་རེད་ཁ་ཤས་ལ་ཁ་ལོ་རེད་བོད་པའི་གི་གནས་སྟངས་གང་ལ་དངོས་གནས་སེམས་ཤུགས་དང་སྙིང་སྟོབས་ཡས་ཡོད་མ་རེད་ཁ་ཤས་དེ་ཨ་ནི་ཕྱོགས་རིས་དཔུང་རིས་ཀྱི་སྙིང་སྟོབས་ཡོད་པ་དང་ཨ་ནི་སེམས་ཤུགས་ཡོད་པ་དེ་ཕྱོགས་རིས་དཔུང་རིས་རྐྱང་རྐྱང་ཡིན་དུས་གང་ལ་དེ་ལམ་སྟོན་ག་དུས་གྲུབ་གི་མ་རེད་དེ་ལམ་ཀ་དེ་ག་དུས་ལམ་འགྲོ་ཡོང་གི་མ་རེད་ཁྱོད་རང་ཚོ་ལ། ཨུ་སུ། དེ་བས་རིག་སྔགས་ལ་ཁྱོད་རང་ཚོ་གི་མི་རིགས་དབྱེ་འབྱེད་བྱས་བ་མ་ཟད། ཨ། ཨ་མ་བུ་མོ་ལ་ཞབས་འདྲེན་ཞུ་བ་མ་ཟད། ཨ། ང་རང་ཚོ་བསྟན་པ་སངས་རྒྱས་ཀྱི་ནང་ཆོས་འདི་ཚོའི་ཨ་ནི་བད་ཁོ་རང་ཧ་ལ་མ་སོང་ན་བཀྲུས་ནི་མ་བཏགས་པར་བོད་པ། བོད་པ་དང་བོད་བོད་ཀྱི་རྐྱང་རྐྱང་ཡིན་ལ་དུས་གང་ལ། དངོས་གནས་ཁྱོད་རང་ཚོ་གཟུངས་སྔགས་སྐྱོར་དུས་གང་ལ་གཟུངས་སྔགས་ཀྱི་ཚིག་ཡང་ཆད་ག་བ་ནི་གོ་བ་དེ་གླེགས་གི་འདུག་ཧ་གོ་གི་འདུག་བས།

དེ་དག་མ་ཟད་བར་དོ་དེ་དང་མིག་གི་མི་རིགས་དེ་ལ་ཨོ་ནི་དངོས་གནས་བདེ་བ་ཞིང་གི་བདེ་བ་ཅན་གྱི་ཞིང་ཁམས་ནང་ལ་མ་སྐྱེས་བར་དོ་དེ་ཨ་ནི་ཁོར་ཡེ་ཡང་དུ་ཡང་དུ་འཁྲུངས་ཡོང་གི་ཡིན་ལ་ཡ་དེ་གོ་བ་དེ་དེ་ལ་ཐུག་ཡོད་རེད། ཁྱོད་རང་ཚོ་དགོན་པ་ནང་དེ་སྔའི་སླར་རྒན་ཡིན་ན་རེད་གྲྭ་ལོག་ཡིན་ན་རེད། ཁྱོད་རང་ཚོ་བོད་པ་བཀྲུས་ནས་མ་ཐག་པ་ཡིན་ན་རེད་བོད་ཡིག་ཡག་པོ་དང་དག་ཆ་ཡག་པོ་དང་སུམ་རྟགས་ཡག་པོ་དེ་ཚོ་ཡིན་ན་རེད་རོ། ང་ལ་དངུལ་དངུལ་ལ་ངས་དེ་ཚོ་ཁྱོད་རང་ཚོ་དངུལ་ཨ་ལས་ཨོ་བསོ་ཨ། འདི་དང་མཉམ་དུ་ཁ་ཤས་ཀྱིས་ལ་གི་འདུག་བ། མོ་ད Drama Queen རེད། ཨ། མོ་ད། སྤྱི་ཚོགས་ནང་ལ་གངས་དཀར་དཀྲུགས་ཤིང་རྒྱག་ངེས་རེད། དཔེ་ཡག་པོ་རེད། ཁྱེད་རང་ཚོ་སྤྱི་ཚོགས་ནང་ལོགས་ལ། བདེན་པ། ཨུ་ཚུགས་ཀྱིས་གང་ནས། ཁ་གྲགས་ངེས་གཅིག་ཡོད་རེད། དེ་ལས་ཁྱོད་རང་ཚོ་གི་དེ་འདྲས་ལ་དེ་ཁྱོད་རང་ཚོ་རྨོངས་དད་རེད་དམ་མ་རེད་བས་ཁྱོད་རང་ཚོ་དངོས་གནས་ནང་པ་སངས་རྒྱས་ཀྱི་རྗེས་འཇུག་རེད་བས་ལ་དྲི་བ་ཡིན། རོ་ཨ། ད་འདས་པའི་རིང་གངས་ལགས། ངས་བཤད་དགོས་ཡག་པོ་དེ་བཤད་པ་རེད། ཕྱོགས་གཅིག་ལ་གོ་བ་དཔེ་སྙིང་རྗེ་པོ་གོ་དགོས་ཡོད་རེད་དེ་ཕྱོགས་གཅིག་ལ་ཟུག་རུང་ཡོང་དགོས་ཡོད་རེད།

དྲང་པོ་དྲང་ཤག་དེ་ད་རིང་འོས་བསྡུ་ལྷན་ཁང་གི་སྔོན་འགྲོ་ནས་ནོར་ཡོད་རེད་བྱ་བཟང་མ་རྒྱབ་ནས། དེ་ག་གཅིག་པོ་ཚེག་མར་ད་རིང་ཡིན་པ་ཡིན་ནའི་དར་ཅོག་བླངས་ནས་ཁོ་རང་གི་སྒྲིག་གཞི་ནང་ཚུད་བསྡད་ཡོད་དེ་དར་ཅག་བླངས་ཆོག་གི་མེད་ལས་དེ། དར་ཅག་བླངས་དེ་ངས་དེ་ཕལ་སྐད་གྲོས་ཚོགས་ནང་སླེ་བསྡད་ཡོད་རེད་ད་ག་རང་གིས་འབྲི་ཡོད་མ་རེད། ད་ག་ནང་ཞིག་གིས། ཨ་ནི། ཆོས་ལུགས་རིས་མེད་ཡིན་ལ་ནི་ལག་གཡས་གཡོར་ཏེ་ཆོས་ལུགས་རིས་མེད་ཀྱི་ངག་ནི་དངོས་གནས་ད་ལྟ་བར་དོ་བདེ་བའི་གི་རེ་ང་ལ་གྲོས་ཚོགས་ནང་ལོགས་ལ། ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་དེ་ཚོ་ལས་ལྷག་ག་མེད་ལབ་གོ་དེ་ཚོ་ནི་མི་གླེན་པ་གླེན་རྐྱང་རེད་ཤག་མ་རང་སེ་ངེ་སྤེལ་བའི་ཡིན་ར་ཁྱེད་རང་ཚོ་གི་མདུན་ལ། ཡིན་ནས་དེ་ཚོ་གི་ཁ་གྲ་དང་རེ་རེ་གཉིས་གཉིས་ལ་བལྟ་ཡོང་དུས་ག་ལ་ང་ཚོ་དགོན་པ་དང། ཨ་ནི་བླ་མ་བླ་ཆེན་དེ་ཚོ་གི་ད་ང་ཚོ། གྲོས་ཚོགས་ནང་དོན་སྣང་བྱེད་ཀྱི་ཡོད་དང་མེད། ང་ཚོ་ཆབ་སྲིད་ལ་དུས་གང་ལ་དངོས་གནས་ཆོས་སྲིད་ཟུང་འབྲེལ་གྱི་ཆབ་སྲིད་ཅིག་ཡིན་དུས་གང་ལ་དེ་འབྲེལ་གྱི་ཆོས་སྲིད་ཟུང་འབྲེལ་ཅིག་ཡིན་པ་ཡིན་ན་ང་ཚོ་ལ་མགོ་ཡག་མི་འདུག་ཡག་མེད་ན་དགོངས་པ་ནི་གྲྭ་པ་གཞན་པ་བཏང་ཞོག་ར་བ། ཁྱོད་རང་ཚོས་ཀྱི་སྐུ་ཚབ་གཞན་པ་བཏང་ཞོག་གསུང་གི་གསུང་ཚབ་གཞན་པ་བཏང་ཞོག་ལ་དུས་གང་ལ་བཏང་རེད། ད་རིང་བཏང་གི་བཏང་གི་ལ་ད་དུས་ཡིན་ནའི་ཡང་ཁོ་རང་ཚོ་གི་ཏང་འོས་བསྡུ་ལྷན་ཁང་གི་རྒྱུས་ནི་མ་རབས་བཤད་ནས་ར་བ། སྤྱི་ཚོགས་ནང་ལོགས་ལ། ཨ་ཆབ་སྲིད་ནག་པོ་བཙལ་ནས་བསྒྲགས་བྱས་ནས་ད་ཁོ་རང་ཚོ་གི། ལང་ཀ་གཅིག་བཀག་བཞག་དུས་གང་ལ། དེ་འདས་པའི་གི་རིང་ང་ལ་གྲོས་ཚོགས་ནང་ལ་ཡོད་བཞག་པའི་གི་ཨ་ནི་ཆོས་གི་སྤྱི་འཐུས་དེ་ཚོ་ང་རང་ཚོ་ཆབ་སྲིད་ལ་ཕན་གི་འདུག་དང་མི་འདུག་ཨ་དངོས་གནས་རྒྱ་གི་ལས་ཀ་ལས་ཀ་ལས་གི་འདུག་དང་མི་འདུག་དེ་དེ་མཐོང་དགོས་བ་རེད་ད། དེ་ལ་འདྲ་མཉམ་བྱུང་དགོས་བ་མ་རེད། དངོས་གནས་ཆོས་གི་སྤྱི་འཐུས་ནང་ལོགས་ལ་ད་རིང་ད་རིང་བཞག་ངན་མང་པོ་ཞིག་ཡོད་བ་རེད་དེ་ཚོ་ལ་གོ་སྐབས་བཅས་མ་སླེབས་དུས་གང་ལ། དམིགས་བསལ་གྱི། འདས་པའི་གི་རིང་ལ་ལ་སྐབས་བཅུ་བདུན་ནང་ལ་གྲོས་ཚོགས་ནང་ལ་ཡོད་པའི་ཆོས་ཀྱི་སྤྱི་འཐུས་ཚོ་མ་ཉེས་ཁ་གཡོག་དང། ལས་ཀ་ལོག་པ་དང་དམ་ཉམས་ཀྱི་ལས་ཀ་རྐྱང་རྐྱང་བྱས་ཡོད་དུས་གང་ལ་དེ་ཆོས་ཚོའི་ཟུང་འབྲེལ་གྱི་ཆ་དགོས་མི་འདུག་ཡག་མེད་ན། འབད་དགོས་རང་ཆོས་ཀྱི་སྤྱི་འཐུས་མེད་པ་བཟོས་དགོས་འདུག། ཡག་མེད་ན་ཆོས་ཀྱི་སྤྱི་འཐུས་ཁྱོད་རང་ཚོ་གི་ལ་དེ་འདྲའི་གི་དགོས་པ་ཡོད་ན། ཁྱེད་རང་ཚོ་དགོན་སྡེ་ཁག་ནས། གཞན་པ་བཏང་དགོས་གི་ཡོད་ལ་དུས་གང་ལ། བཏང་བ་ནང་བཞིན་གི་དངོས་གནས་ལག་ངན་བྱུང་འདུག་བ།

སྒྲིག་འཛུགས་ཀྱི་དབར་ལ་གཏན་འབེབས་བྱས་བཞག་སྐྱོགས་ཀྱི་ལམ་དུ་ལུགས་གཟུགས་ཀྱི་ངང་ནས་འགྲོ་བ་ཡིན་ན་ད་རིང་མགོན་པོ་དོན་གྲུབ་པའི་སླད་ཆོག་གི་མ་རེད་ལ་བར་ཁྱོད་རང་ཚོ་དར་ནག་ཚོགས་པ་དང་གཞི་རིམ་མི་མང་གི་རྐུབ་གཡོག་ཨ། མི་ལ་རང་བཙན་ལ་ངས་མི་སྤོར་ལྟོ་དེ། ཁྱོད་རང་གིས་མགོན་པོ་དོན་གྲུབ་བུ་ལ་གྲོས་ཚོགས་ནང་སླེབས་པ་དེ་འགྲིག་གི་འདུག་ལབ་ཀྱི་ཡོད་པ་ཡིན་ན།

ཕག་གསོ་བ། ཁྱོད་རང་ཚོ་དེ་འདྲའི་ཆབ་སྲིད་ནག་པོ་བརྩི་གི་ཡོད་བ་ཡིན་ན། ཨ། ངོ་ཚ་རྒྱུ་རེད་ད། ནི་ཁམས་པ་དེ་ཚོ་ཡིན་པ་ཡིན་ནའི། འདས་པའི་རིག་སྔགས་ལ་སྐུ་ངོ་རྒྱ་ལོ་ཐུང་གྲི་ལ་ལ་དྲི་བ་མང་པོ་བསྐུལ་བ་རེད་ཨ། རྒྱ་ནག་ལ་སྐད་ཆ་བཤད་ཁ་འགྲོ་གི་ཡིན་ལ་ནི་ཕག་ག་རེ་སྤྲད་ཡིན་ཚུ་ག་རེ་ལེན་ཡིན་ལ་ནི་ལར། ད་རིང་ཁྱོད་རང་ཚོ་སུ་གང་ཅིག་གིས་ཨ་ནི། བཀྲ་ཤིས་བདེ་ལེགས་ལ་མི་ཁའི་གྲོས་འཛུགས་སྐབས་བཅུ་བདུན་ནི་རྫོགས་རན་ཚར་བ་རེད། སྐབས་བཅོ་བརྒྱད་ཀྱི་དམ་དམ་དམ་བུ་ཕུལ་རན་ལེགས་ཀྱི་ཡོད་རེད། ཁྱོད་རང་ག་རེ་ལས་འགའ་ཕྱིན་ཡིན་ག་རེ་སྤྲད་འགའ་ཕྱིན་ཡིན་ལ་ནི་དྲི་བ་ཕུལ་ངེས་སུ་ཡེ་མི་འདུག་ཨ། དེ་ཧ་ལས་པའི་ཐབས་སྐྱོ་བོ་རོ་ཨ། ཁམས་པ་རོབ་ཀྱོ་ཚོ་ཁྱོད་རང་ཚོ་ལ་ཀླད་པ་མི་འདུག་ཀླད་པ་རྐུབ་ནང་དུ་འདུག་ལས་དེ་དག་རང་ལ་འོར་ངེས། ཧཱུྃ་སི། ངའི་ལགས་སོ་ཉི་མ་དང་པོ་ནི། ཆབ་སྲིད་ཀྱི་སྒང་ལ་ལ་འདི་སྒང་ལ་ད་ལྟ་བར་དུ་ང་ཚོ་སྤྱི་ཚོགས་ནང་ལ་ཆབ་སྲིད་ཀྱི་རྙོག་དྲ་ཅིག་ཆགས་ཡོད་འདི་སྒང་ལ་ཧ་ལས་པའི་གི་བློ་ཕམ་ནི་ཐོག་ཁང་ཅིག། ཐོག་གང་ཅིག་སུ་གང་ཅིག་བློས་ཀྱི་མེད་ལས་དེ། ངས་ད་ག་ཟེ་ལ་རྒྱུ་མར་བལྟ། ཆབ་སྲིད་དེ་ཡང་དག་པ་ཅིག་ཁྲིད་ཐུག་ན། ད་རིང་ང་ཚོ་སྤྱི་ཚོགས་ནང་ལ་རྙོག་དྲ་དེ་འདྲ་སླེ་གི་མ་རེད་དོལ་རྒལ་གྱི་རྙོག་དྲ་ཡང་སླེ་གི་མ་རེད། ངས་ཉི་མ་དང་པོ་ནས་དོལ་རྒལ་ཡིན་ན་ཡང། བོད་མི་རིགས་ཅིག་རེད། བོད་མི་རིགས་ཀྱི་འགན་འདི་ཁོ་རང་ཚོ་ཀྱང་བཞེས་དགོས་ཀྱི་རེད། རྟག་པར་རེ་ཞིག་ནང་ནང་ལོག་ལ་ཁ་བཏོན་ནས། ནང་འཁྲུག་རྒྱག་བདེ་བའི་ཚབ་ལ་ཕ་རྒྱ་ལ་ཁ་བཏོན་ནས། ཅིག་བཤད་ཐུབ་ན་ཡག་གི་རེད་བཤད་མ་ཐུབ་ནས་ཁ་དེ་ཁར་གིག་དེ་བཙུམ་ང་ཚོ་ནང་ནང་ནང་ལོག་ལ་དཀྲུག་རྒྱུ་དེ་ཞག་ལས་དེ་ངན་འདུག་ག་རང་ལས་ཡོད་མ་རེད་ཕོ་ཁ་ཟ་བ་དེ་ག་གཅིག་པོ་ཚེ་གི་མ་རེད་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཨ་ཕ་གང་ལ་དབུས་གཙང་ཀླད་སྟོང་ལས་རོ་ཕ་གང་ལ་མདོ་སྨད་སྐུ་སྨད་ལས་རོ་ཚུ་གང་ལ་མེན་ཁམས་ཕོག་རོབ་ཇོ་ལས་རོ་དེ་འདྲའི་མིང་སྤྲད་ནས་ཆོ་ཡོད་མ་རེད་འདས་པའི་རི་ང་ལ་ངེད་ཀྱི་ཁྱེད་རང་ཚོ་ལ་དགའ་ན་ཞིག་མིང་མིང་རྟགས་སྤྲད།

ཧ་ལས་པ་ཐབས་སྐྱོ་རོགས་ཨ། ད་ད་རིང་ཁྱོད་རང་ཚོ་རྙོག་དྲ་ནང་ལོག་ལ་རོགས། འོས་བསྡུ་ལས་འགང་འབྲི་མི་འདུག་ལ་ངས་ཁ་ཅིག་ཏུ་འོས་བསྡུ་ལས་འགང་འབྲི་སོང་དཔེ་ཡག་པོ་བྱས་སོང་ལ་ངས་ཁ་ཅིག་ཏུ་ད་ག་ན་ཤི་ཨ་ནི་ཡང་རང་བཙན་ཁ་གྱེར་པ་དེ་ཚོ་ཨ་ལ་འདྲ་ས་སོང་ལ་ངས་ཅིག་ཏུ་ཨ། ཨ་འདི་ནི་ཡང་ག་རེ།

ཨཱ་ནི། ཁྱེད་རང་ཚོ་ལ་དངོས་གནས་རང་བཙན་གྱི་ལྟ་བ་ལྟ་གྲུབ་ཀྱི་སྒང་ནས་དངོས་གནས་ག་ལོག་རེད་བརྗོད་བྱ་གཅིག་ཡོད། ཁྱེད་རང་ཚོ་ལ་ཐབས་ཤེས་གཅིག་ཡོད། ཨ། གཅིག། ཐབས་ལམ་འདྲ་པོ་གཅིག་ཡོད་ལབ་པ་ཡིན་ན་ང་ཚོ། ཕ་ཚོ་བསྡད་ནས་ང་ཚོ་བགྲོ་གླེང་བྱེད་དགོས་ས་ནི་ངས་དེ་ག་ཟེ་བཤད་པ་ཡིན། རེད་བ། ད་སུ་གིས་ང་ལ་ཁེར་རྒྱག་བྱེད་ཀྱི་ཡོད་ན་འདྲ་མེད་ན་འདྲ། ང་ཡིན་ནའི།

འདི་ཚང་མ་ཡིན་འདི་གང་ལ་ང་ལ་ག་རེ་རག་ཡ་ཡོད་ཉི་མ་དང་པོ་ནས་ང་ལ་ག་ཀུ་ཅི་དགོས་ཡ་མེད་པ་དང་རག་ཡ་མེད་པ་དེ་ང་ཡིན་ག་རེ་ཡིན་ནས་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་མང་པོ་ཞིག་འདུག་དེ་རྙོག་དྲ་ནང་ལོགས་ལ་ངས་བོད་མའི་བཙན་གཡེམ་གྱི་སྒང་ནས་བཤད་ནས་ཅིག་སེལ་ཐབས་ཅིག་བྱེད་པའི་སྐད་ཆ་དེ་སྒང་ནས་ཆབ་སྲིད་སྒང་ལས་ནས་ཆབ་སྲིད་སྒང་ནས་གོ་རྟོགས་ཅིག་སྤེལ་བའི་སྐད་ཆ་ནས་ཁྱོད་རང་ཚོ་གང་ག་གི་ཨ་ནི། ང་དེ་ཧ་ལ་མ་སོང་ན། སྤྱི་ཚོགས་ནང་ལོགས་ལ་ག་འཇུག་མ་འཇུག་ལག་པ་འཐམ་གྱི་འདུག་ཟེར་དེ་ག་འཇུག་མ་འཇུག་དེ་ག་རང་གི་སྒང་ནས་ང་ད་བར་དུ་རྙོག་དྲ་སླད་དེ་རོ་དེ་བས་ཀྱི་ལོ་ང་དེ་ནང་ལོགས་ལ། ཨ། སྐྱེ་མེད་བུ་མོ་ཨ་མ་ཆུན་ཆུན་སྤུ་གུ་བུ་མོ་ཆུན་ཆུན་དེ་ནས་མ་ཨ། དགོན་པའི་ཀྱི་ཨ་ནི་དེ་ནས་མ་དེ་གར་ས། སྤྱི་ཚོགས་ནང་ལ་མ་རིག་སྐོར་འདྲ་བོ་དེ་ཕོ་ལི་མོ་ལི་འདྲ་བོ་དེ་ཚོ་དེ་ཚོ་གི་གནས་སྟངས་གང་ལས་ཆབ་སྲིད་ད་ཡག་ད་ཅིག་དཀྲུགས་སོ་ཨ།

ཞེ་དྲག་ཕར་བཞག་དང་འདི་ཐབས་ལམ་འདི་སྟོན་ཡོད་ཀྱི་ཁྱེད་རང་ཚོ་ལ་ནུས་པ་ཡོད་མ་རེད། ད་དབུ་མའི་ལམ་ག་རེ་རེད་གོ་མགོ་ཚུད་ཡས་ཀྱི་གོ་བརྡ་བས་བྱས་ཡིན་པས་བྱེད་མི་འོ། འདི་ཚང་མ་ཡིན་དུས་ཁོ་ན་ཁྱོད་རང་ཚོ་མི་སྐྱག་པ་སྐྱག་པ་ཚར་རྒྱུ་རེད་མ་གཏོགས་དངོས་གནས་ག་ལ་འོ་རེད། ཕན་མཐོང་ངེས་ཀྱི་མི་ནག་ཅིག་མ་རེད་འདུག་ཆབ་ཚིག་ནག་པོ་ནག་ལོ་ལ། ག་བ་ཡིན་ནས་ཟ་ཡ་བཏུང་ཡ་གང་ལ་ཨ་ནི་བད་ཀོ་རང་མི་ལ

བཟའ་ཡ་གཅིག་དང་བཏུང་ཡ་གཅིག་དང་ཉར་ཡ་གཅིག་གཅིག་པུ་ཡིན་པ་ཡིན་ན། དེ་ཨ་རི་ལ་སྙིང་རྗེ་ཉམ་ཐག་རེད་ལ་ནི་ཧོམ་ལེས་རེད། བདག་པོ་མེད་ངན་ཁྱི་རེད་ལ་ནི་ཨ་ནི་བདག་པོ་རྒྱག་གི་འདུག་ཨ། བཟའ་ཡ་བཏུང་ཡ་གཅིག་དང་སྤྲད་ཀྱི་འདུག Benefit Card གཅིག་དང་སྤྲད་ཀྱི་འདུག་ཁང་པ་གཅིག་དང་སྤྲད་ཀྱི་འདུག་དེ་ནོར་བདེ་ལས་ཀ་ཡ་ལས་ཀར་མ་ཡོང། ཁ་ལ་སྙིང་རྗེ་ལས་ཀ་ལས་དེ་ངས་དེ་ཚོ་ལ་ཁྱོད་རང་ཚོ་གི་ཀྱག་ཀྱག་རྣག་རྣག་ཕེབས་མང་པོ་བྱེད་ཀྱི་འདུག་འདས་པའི་གི་ལོ་བཞི་ལྔ་དེ་ནང་ལོགས་ལ་ཁྱོད་རང་ཚོ་ཀྱི་མིན་ཡུགས་སོ་མ་འདས།

ཁྱོད་རང་ཚོ་ཕྲག་དོག་ལང། དེ་འདྲའི་གི་དཀའ་ངལ་སྤྲད་ཡོར་ད། མི་ལས་ཀ་ལས་ངན་ལ་དཀའ་ངལ་སྤྲད་ཡོར་ཁྱོད་རང་ཚོ་རོགས་དངུལ་དང་རོགས་རམ་ན་འགྲེ་ལོག་རྒྱག་ནས་འགྲོ་དེ་ངན་དེ་ཚོ་གི། རང་བཙན་ཁ་ཁལ་ཁེ་ནས་རྩམ་པ་སྒམ་དེ་ངན་དེ་ཚོ་གི། སོ་སོས་མ་ལས་མི་ལས་ལས་མ་བྱུ། ང་རང་ཚོ་བོད་མི་རིགས་གཏོར་ཤིག་ག་བ་འགྲོ་གི་འོར་ལ་དེ་གང་ལ། འགུལ་སྐྱོག་མ་བརྒྱབ་དཀའ་ལས་བརྒྱབ་མོ་གོ་བ་ཆེ་ནས་ཟ་གི་ཡིན་ལ་དེ་གང་ན་ང་ཚོ་ཉམས་ཆག་ད་ག་རང་ཤོར་ཚར་བ་རེད་སླར་གསོ་བྱེད་དགོས་ཀྱི་འདུག་ན་དེ་སླར་གསོ་བྱེད་དགོས་ཀྱི་འདུག་མ་གཏོགས་གཞན་པ་རིག་གཞུང་ལ་ནས་སྒོར་གཞས་ཁྲ་བལ་ལ་སོགས་པ་བོད་ཆས་བཀྲིས་ནས་བོད་སྐད་རྒྱ་ཡལ་ལ་སོགས་པ་བོད་ཡུལ་བྲིས་ཡ་དེ་ཚོ་ཧང་སང་གི་མ་རེད་རོ་ཀྲི་ཀ་པྲ་མ་ཀན་ལས་དེ་དང་པོ་གླེ་གོ་རེད་ཧོག་སོ་ཨ་མི་གི་མི་རིགས་མི་གི་སྲོག་རྩ་ལས་དེ་དེ་དང་པོ་གླེ་གི་ཡོག་རེད་མ་གཏོགས་རིག་གཞུང་ཡིན་ལ་ནས་བོད་ཡུལ་བྲིས་ནས་དག་ཆ་ཡག་པོ་དང་སུམ་རྟགས་སྦྱངས་ནས་ཕན་ཐོག་གི་མ་རེད་ལ།

ཨ་ཏི་སོ་སོ་གི་བཙོང་བའི་ཆང་རེད་སོ་སོ་མ་འཐུང་རང་འཐུང་རོ། ད་རིང་གི་ཉིན་མོ་ལ་ཁྱེད་རང་ཚོ་གཡས་ནས་བསྐོར་ན་བསྐོར་གཡོན་ནས་བསྐོར་ན་བསྐོར་སྒང་ནས་བསྐོར་ན་བསྐོར་བར་ནས་བསྐོར་ན་བསྐོར་རོ། ཁྱི་མ་དེ་ལ་མ་ཐུག་པར་འགྲོ་ས་ཡོད་མ་རེད། ཨ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ། ཆབ་སྲིད་ནག་པོ་ལ་ན་རེ་ཆབ་སྲིད་ཡག་པོ་ལ་ན་རེ་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་ཆབ་སྲིད་ལ་ན་རེ་ང་ལ་མ་ཐུག་པར་འགྲོ་ས་ཡོད་མ་རེད། ཨོ་གསོལ་བ། གཅིག་པུ་གཅིག་རྐྱང་ཁྱེད་རང་ཚོ་རང་བཙན་རྩོད་ན་འདྲ། ཨ། ཁྱོད་རང་ཚོ་མི་རིགས་ཀྱི་འཐབ་བརྩོན་བྱས་ན་འདྲ། ཨ། འགྲོ་བ་མིའི་ཐོབ་ཐང་རྩོད་ན་འདྲ། ཁྱོད་རང་ཚོ། ཨ། སངས་རྒྱས་བསྟན་པ་གྱི་ནི་རྗེས་འཇུག་བྱེད་ཡས་ཀྱི་ངོམ་སོ་ཅིག་ཁེལ་བ་ཡིན་ན་འདྲ། དབུ་མའི་ལམ་ངོ་མ་ཤེས་ན། འགྲོ་ས་མཐའ་ས་གཅེས་ཡོང་མ་རེད་ད་ནི།